མེ་ཏོག་པད་མོ་དེ་སྐྱེ་སྲིད་དེ་བསྡམས་ན་ལ་སྐྱིད་དེ་དབྱིན་དབྱིན་རེད་འདམ་སྐྱིད་དྲི་མེད་ཀྱི་མ་ཁེ་དུག་འཛོམས་པའི་དེ་ཨ་ནེ་སངས་རྒྱས་ལྟར་ཆགས་ཆུ་སེམས་དཔའ་དེ་སུ་དེ་ང་ཅག་ལ་སེམས་གཅིག་གིས་འགྲོ་དོན་མཛད་པ་སེམས་ཅན་གྱི་དེ་ང་ཅག་གི་ལས་སྣང་དང་མཐུན་པ་བས་དེ་ད་སྲིད་བར་ཁམས་གསུམ་འཁོར་ཡུལ་འགྲོ་ཁ་བ་འཁོར་བ་ལོ་འགྲོ་ཡི་དོན་མཛད་པ་བྱོན་མེད་སྐབས་ལོ་ལ་ལི་སྐྱིད་མངལ་ཁྱོད་ཀྱི་ཚུད་པའི་བྱོན་གོ་བ་བ་དེ་བྱོན་འདུས་པའི་ས་ཕྱི་རོལ་མངལ་སྐྱིད་དྲི་མེད་མ་ཁེ་བ་དེ་པད་མ

མ། དཔེ་འདི་བཅོམ་ལྡན་ཤཱ་ཤ་ཐོབ། རང་བྱུང་རྐང་མ་པདྨ་འབྱེད་འཕྲེང་ཡེ་ཤེས་རྡོ་རྗེ་སེམས་མའི་མདུན། སྔས་ལས་སྐྱེས་སྡིག་པའི་ས་ཕྱི་རུ། སྔས་ཀྱི་དྲི་མས་མ་བསྐྱོད་པ། དཔེར་ན་ལོ་འདམ་ལས་སྐྱེས་པའི་མེ་ཏོག་པདྨ་གསུམ་གྱིས་གཡེང། སྲིད་མེད་དག། འགྲོ་ཕིང་ཁྱེའུ་ཆུང་ལོ་ཙཱ་ཡུལ་སྐུ་ཡི་གྷ་ར་སེ་མི་འདི་དག་ཧེ་མ་ཡེ་ལ་མ། དེ་དབུ་རྒྱུད་གུ་རུ་རིན་པོ་ཆེ་ཞལ་བཞུགས་པའི་སྐབས་ལས་འབུལ་བར་ཕྱིན། དེ་ལ་འགའ་ཅི་ལགས། འགྲོ་ཕིང་ཁྱེའུ་ཆུང་ལོ་ཙཱ་ཡི་སྐུ་ཡི་གྷ་ར། མཁའ་འགྲོ་མཐུ་ཡོན་འབངས་མི་གསུམ་གྱི་ཡུལ། དབུ་རྒྱུད་པདྨའི་ཐུགས་ཀྱི་སྤྲུལ་པ་སྟེ།

ཐད་ཀར་དུ། སློབ་དཔོན་རིན་པོ་ཆེ་ཨོ་རྒྱན་གུ་རུ་རིན་པོ་ཆེའི་ཐུགས་ཀྱི་ཡུལ། ཏེ་དེ་ཁོང་ལོ་ཕོག། ཐུགས་ཀྱི་སྒོ་ནས་བྱིན་རླབས་འཕོ་ཡུལ་དབང་ཕྱུག་འདི་སོ་ཀོའུ་ཏི་ཀི་པའི་ཐད་བསྐུར་ཏི་ཀའི་བུ་དག་ཐུགས་ཀྱི་བཅུད། བྱིན་རླབས་ཏི་ཀི་ཡུལ་ཏི་ཀི་པའི་ཐད་ལས་ང་ཤ་ར། གཏེར་སྟེ། རྗེ་དྲི་ཡི་ཤེལ་དུ་བརྗིད་ཀྱི་དེ། མཁྱེན་པ་གཉིས་ཀྱི་པད་མོ་དེ་ཇི་ལྟ་བ་མཁྱེན་པ་དང་ཇི་སྙེད་པ་མཁྱེན་པ་དེ་སྟེ་ཡང་རྒྱས་ཏེ་འོང་མི་ཡིན་ཟེར་དཔེར་ན་ཉིན་མོའི་ཡུལ་ཏི་ཀི་སྟེ་མེ་ཏོག་པད་མ་ལས་ཁ་རྒྱས་ཐུགས་གསུམ་པའི་དབུས་ཀྱི་གུ་རུ་རིན་པོ་ཆེ་ཀྱི་དེ་ལྟར་ཐུགས་རྗེ་ཀྱི་བྱིན་རླབས་དེ་ཡིད་ཀྱི་བྱིན་རླབས་ཞུགས་པའི་དབང་ལས་དེ་འདི་དགེ་བའི་དེ་བཅྭ་བརྒྱད་ཀྱི་ཕྲིན་ཡེ་ཤེས་རྡོ་རྗེ་གཟུངས་ཆེན་པའི་བར་ཕྱིན། དེ་འཇམ་དཔལ་གྱི་ཡུན་ལུང་མ་ཐོས་པ་དེ་འཁོར་བར་མཁས་གྲུབ་གཉིས་ལྡན་གྱི་སྐྱེས་བུ་བས་དད་པའི་རྗེས་འཇུག་དབྱིངས་སེ་གྷི་ཉིད་པད་མོའི་འདབ་བརྒྱ་བཞེས་པ་ལས། དེ་ལས་དེ་འདི་དགེ་བའི་ང་ཅག་གང་ཟག་ཕལ་བ་མིན་པས་གོ། དེ་བས་ནི་དེ་གི་ཞིང་འདི་རེ་ཟན་ང་ཅག་སྙིགས་མ་ལྔ་བདོ་གི་ཞིང་འདི་ལྷག་པར་དུ་དེ་དུས་རབས་ཉི་ཤུ་བི་གི་ནང་ལོ། དང་ན་ལུ་དེ་ཁོང་གཞི་འཛིན་གཟུ་བི་སངས་ཀྱི་དངོས་གཟུགས།

ང་ཕྱིར་གྱིས་གསང་སྔགས་བཀའ་གཏེར་གཉིས་ཤར་ལུགས་རྣམ་གསུམ་གྱི་བཀའ་དྲིན་ཆེན་པོ་ཡིན་ཡིན་ཟེར་ཏེ་དེ་མང་བོ་ལས་ཐོས་འོངས་ལ། ད་རྩོམ་པའི་དབྱངས་ཅན་གྲུབ་པའི་བྱིན་ཉིད་འཁྲུལ་གྲུབ་བ་བྱིན་ཉིད་འཁྲུལ། སྙན་བརྒྱའི་འབུམ་གྱི་སྒྲ་དབྱངས་འཁྲུལ་ཡོད་གསུངས། སྙན་ཐོས་གྲུབ་པའི་དབང་ཕྱུག་མི་ལ་དང་དེ་མཐུས་མཁས་གསུང་ཉིད་དུ་རླུང་ལྟར་གྲགས་ཟེར་ད། ཆོས་འཁོར་གྱི་རྩོམ་སྤེལ་གྱི་རྩོམ་ཆོས་ཀྱི་དབང་དུ་བཏང་མ་ཕྱིན། རྩོམ་པའི་དབྱངས་ཅན་གྲུབ་བ་ཟེར་ད་རྩོམ་པ་པོ་ལས་ཤག་ཡོད་གསུངས་མོད་ད་དབྱངས་ཅན་ལྷ་མོ་དང་དབྱེ་བ་མེད་པ་དབྱངས་ཅན་ལྷ་མོ་གྱིས་བྱིན་གྱིས་བརླབས་ལ་བ་ལས་ཤག་ཅིག་ཡོད་བོད་ཀྱི་འབུལ་ལོ།